སང་ཉིན་ཁོ་རང་སྐད་ཆ་ཤེས་ཀྱི་རེད་མ་བཙུན་གུབ་དུས། དེ་འདྲའི་ཕྱིར་སྒྲོག་དེ་ཡིན་འདུག་ད་ལྟའི་ཨ་ནི་དར་ནག་གི་ད། ཀླད་སྟོང་བ་ཚོ་ཡ་སྐྱེད་ཡངས་པ། དེས་ན་དབུས་གཙང་ཀླད་སྟོང་བ་ཧུར་བརྩོན་པ་ཆེ་བསྟན་ཅན་དུ་གྱུར་བ། དངོས་གནས་ད་ལྟ་ཞབས་འདྲེན་ཞུ་བར་བ་ད་ད་ད་དངོས་གནས་ད་ང་རང་བཙན་བྱོལ་སྤྱི་ཚོགས་འདི་ད་ག་འདྲའི་རེ་བ་ཆགས་འདུག། མི་མང་གིས་ད་ད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདི་ལ་ཡ། ད་ད་ལྟའི་ཆ་ལ་ཡ་སྤེན་པ་ཚེ་རིང་ཀླད་བ་ནི་ཆེ་ཆེ་ད་ཡིད་ཆེས་མེད་པ་ཆགས་འདུག་བ། ཡིད་ཀྱི་མེད་པར་ཆགས་པ་ཡིན་ཙང་ཨ་ནི་ད་ལྟའི་གནས་སྟངས་ག་འདྲས་རེད་བ་འདུག་ད་དཔོན་པོ་ཚེ་རིང་ག་འདྲས་རེད་བ་འདུག། ད་དཔོན་པོ་ཚེ་རིང་ལ་ཡག། རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡག་སྐད་ཆ་བཤད་ཡག་གི་ཁོ་ལ་ཡག་རིག་གནས་ཡོད་མ་རེད། ལྷག་དོན་དུ་ཡང་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོགས་ལ་དཔོན་པོ་ཚེ་རིང་ལ་ཆེ་མཐོང་ཡོད་རེད་བ་དེ་ཁ་ཁས་ཡོད་མ་རེད་ད་ཁོ་ལ་ཡང་མི་བཟོད་ལགས་མ་བ། བཙན་བྱོལ་སྤྱི་ཚོགས་ནང་གི་གཏོར་བཤིག་དང་ཉིན་གྱི་བྱེད་གཏེ། རབ་རྩི་ཕག་པ།

ད་བེམ་པ་ཚེ་རིང་ལ་ཆུ་གྲོགས་ནས་མ་ཐོན་རྒྱུ་མེད་བ་དེ་གསལ་བོ་ཞུ་ཅེས་ཧ་གོ་ཡོད་དེ་ཡིན་ནས་ད་ཆུ་གྲོགས་ནས་མ་ཐོན་རྒྱུ་ཡོད་ཟེར་བྱས་ནས་ད་དར་ནག་ཚོས་རྒྱུག་པར་བ། ད་རྒྱུག་ཡ་ཅག་ད་འདུ་བའི་གཏམ་བཏང་ད། དར་ནག་ཚོས་ཚུལ་ཁྲིད་ཀྱིས་ད་ལས་ཀ་བྱེད་དང་བེམ་པ་ཚེ་རིང་གི་རྒྱབ་སྐྱོར་བ་ཡིན་ཟེར་ཉིན་གྱི་ད་ཨ་ནི་ཆོལ་ཁའི་ཞེན་ཁོག་ཁམ་བུ་ཁྱེད་ཉིད་ཨམ་མདོར་ལས་གཏོང་བ་ཁ་ཅིག་ཞུ་བ་རྒྱུགས་སོ། སྤེན་པ་ཚེ་རིང་གིས་ད་སྐྱག་སྒུབ་འདང་ནི་ཞེ་བོ་ཅི་རེད་ཟེར་བྱས་ནས་ཨ། ད་དངོས་གནས་དྲ་གནས་སྐད་ཅིག་བོད་མི་རིགས་ཀྱི་རྩ་དོན་བོད་མི་རིགས་ཀྱི་ལ་རྒྱ་འཛིན་ཆེད་དེ་འདྲའི་གི་ཨ་ནི་ཞེ་འགོག་ཅིག་གིས་བྱེད་བྱེད་གི་ཡོད་པ་ཡིན་ན། ཨམ་མདོའི་ནང་ལོགས་ལ་ཡ་ཕི་གེ་བོད་ལ་རང་ལུས་མེ་ལ། ཆོས་པ་ཕོད་བྱས་ནས་ཨ་ནེ་ཁ་ཆེམས་བཞག་ཅེས་བོད་མི་རིགས་དེ་མཐུན་སྒྲིལ་བྱེད་དགོས་པོ་འདུག་བོད་མི་ཡོངས་ཀྱི་ལྟ་བའི་མིག་དང་ཁོག་པའི་ཉིན་སྤྱི་ནོར་ཁོང་སྐྱབས་མགོན་ཡེ་ཤུ་ནོར་བུ་མཆོག་བོད་ལ་གདན་འདྲེན་ཞུ་དགོས་པོ་ཡོད་ཟེར་བྱས་ནས་དེ་འདྲས་ཀྱི་ཨ་ནེ་ཁོ་ནང་དུ་བློས་གཏོང་ཆེན་པོ་ཞུ་བོ་གནང་བྱས་ནས་ཨ་ནེ། བདག་ཨ་མདོ་ནང་ནང་ལ་ས་ཆ་འདྲ་མིན་སྣ་ཚོགས་ཡོད་རེད་བ་དེ་ཚོའི་ནང་ལོགས་ལ་ཡ་རང་ལུས་མེ་ཆི་ད་ཡིན་མང་པོ་ཞུ་བྱུང་འདུག་ཡོད་རེད་བ། ད་དེ་ཚོའི་ཐད་ཀྱི་མངོན་འདོད་ག་རེ་ཡིན་མིན་དེ་བཙན་བྱོལ་ནང་ལ་ཡོད་བའི་གི་བདག་ཨ་མདོ་ཚོ་ཚོ་དམིགས་བསལ་གི་ཁོ་རང་ཚོ་ལུང་པ་གཅིག་པ་ཡིན་པའི་ཆ་ནས་དེ་འགན་འདྲ་བོ་ཅིག་ཁེལ་ཆེ་ནས་མི་རིགས་སྤྱིའི་ཐོག་ལ་ཡ་བསམ་བློ་བཏང་ཆེད་ལ་རྒྱ་འཛིན་ཡ་ཡིན་པ་ནི་རེད་མཐུན་སྒྲིལ་བྱེད་ཡ་ཡིན་པ་ནི་རེད་རྩ་དོན་སྒྲུབ་ཡ་ཡིན་པ་ནི་དེ་རེད་ཐོག་ལ་ཅི་ཡང། གཅིག་བྱས་པ་ནི་འགྲིག་ཡོད་རེད་པ་དེ་རྩ་བ་ཉིད་ནས་རེད་མི་འདུག་ཁོང་ཚོ་གིས་ཁོང་ཚོ་གིས་སྡུག་བ་ཚང་མ་ཆིག་ཐོག་གཏོར་བཤིག་བཏང་ཡང་གི་བྱས་བྱས། རྡོག་རིགས་ངས་སུ་བཙོག་པ་ད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་དྲོ་ལ་ཨམ་མདོ་ལ་ལས་གཏོང་བ་དེ་ཚོ་འདྲེ་གི་ཨ་ནི། ད་ད་ད་བར་དུ་ཉག་མ་དེ་ཆོས་མ་དེ་ག་འདྲས་བཟོས་སོང་བརྩམས་དང་ད། རྒྱ་མི་གུང་ཁྲན་ལ་ཕ་ཁ་གཏད་བྱས་ནས་རྒྱབ་ཤ་དཀར་པོའི་ཐེབས་ལ་ཡ་ལན། ཤོག་གུ་ཤོག་ལེབ་ཀྱིས་ཁྲིད་ཐུབ་ཀྱི་ཡོད་མ་རེད། སྤེན་པ་ཚེ་རིང་གི་སྐྱག་རྒུབ་འདི་དག་ཆེད་ཨ་མདོ་ཀླད་སྟོང་བ་ཁག་གཅིག་གིས་ཤོག་གུ་གཅིག་སྟོང་སོ་དེ་འདྲའི་ཁྲིད་བའི་ལོ་རྒྱུས་ཆགས་ཡོད་རེད་ལོ་རྒྱུས་ནག་པོ་ཆགས་ཡོད་རེད། དེ་འདྲས་རེད། བཙན་བྱོལ་སྤྱི་ཚོགས་ནང་གཏོར་བཤིག་བཏང་ཉིན་གྱི་བྱེད་གཏེ་ཕུང་དཀྲུག་དར་ཆ་ནག་པོ་གིས་བྱས་རྡ་རམ་ས་ལ་ཡ། བཙན་བྱོལ་བོད་མིའི་གི་སྒྲིག་འཛུགས་ལ་ཡ་ངོ་ལོག་སྐད་འབོད་དང་པོ་རྒྱག་ཉིན་དེ་ཨ་མདོ་ཀླད་སྟོང་བ། ཁྲི་ལས་སྐལ་བཟང་དང། མགོ་ལ་ཐ་ལེ་གི་འདྲེ་མོ་དཔའ་མོ་དེ་ཚོས་དྲེལ་ཐང་བྷི་གྷལ་སླེ་ཁྱེར་ནས་དེ་ལ་རྒྱབ་སྐྱོར་བྱེད་མཁན་ཨ་མདོ་སླེ་སྟོང་ཚོས་ཞལ་འདེབས་བརྒྱ་བྱས་ནས་དེ་འདྲའི་བཞིན་མཐའ་བྷི་གྷལ་ལ་ཐབས་སྐྱོ་བའི་ལས་ཀ་དེ་འདྲས་བྱས་ཡོད་རེད་ད་སླེ་སྟོང་དེ་ཚོས། བྱས་བ་ཙམ་དུ་མ་ཟད་ཁྲི་ལས་སྐལ་བཟང་དུག་ཆུས་བརྒྱབ་སྟེ་དེའི་རོགས་ལ་ཡང་བོད་པའི་རྒྱལ་དར་བཞག་ཅེས་དཔའ་བོ་ཡིན་ཟེར་ལབ་རེད་ད། དངོས་གནས་དྲ་གནས་བྱེད་ལུས་རྒྱ་ཆེའི་བོད་རིགས་མི་མང་གི་ནང་ལོགས་ལ་དཔེ་ཆ་འགྱེད་ན་ཨ་མདོ་ནང་ལོགས་ཡ་རང་ལུས་མེ་ལ་བཀྲ་སྙིང་གི་ད་དེ་ཚོའི་གི་དངོས་གནས་དྲ་གནས་ཀྱི་ཨ་ནེ་རྗེ་སྐུ་ཕུང་ཡིན་ནི་རེད་དེ་འདྲའི་གི་ཐོག་ལ་ཡ་ད་རྒྱལ་སྤྱིའི་དཔའ་བོ་རེད་ལྷག་བསམ་ཅན་རེད་ཟེར་སུ་ལབ་པ་ཡིན་ན། ཁོ་དོན་དང་ལྡན་པར་གྱུར་པ། དགོས་ས་དང་ཆེས་མི་དགོས་ས་ལྷག་ཟེར་བ་ན་ཡིད་ཆེས་བྱས་ནས། དངོས་གནས་དྲ་གནས་ཀྱི་དཔའ་བོ་ལབ་དགོས་ཚེ་ལ་མ་ལབ་པ་བྱས། ལབ་མ་དགོས་ས་ཁྲི་ལས་སྐལ་བཟང་དུག་ཕྱི་སྐྱབས་གཉིས་བྱས་ཏེ་སྤྱི་ཚོགས་ནང་གི་ཕུང་དཀྲུགས་ཅིག་ལ་ཡང་དཔའ་བོ་རིག་རྩལ་ཅན་ངུ་ག་ཞེས་བཤད་སོང་ང་ངོ་ཚ་ཡ་མེད་རྒྱུ་དེ་ཚོའི་གྲས་ཇོ་རིང་པོ་དེ་འདྲས་དང་ནམ་མདོར་ལང་རྒྱུ་དེ་ཚོའི་གྲས་ལྟ་དང་ནི་ག་བ་ལས་སུ་ད་ཙམ་ལྟ་ན་ད་དེ་ཚོའི་མི་རིགས་ལ་རྒྱ་བཙུན་ས་རེད་པས།

དར་ནག་སྤེན་ཚེ་ཕྱོགས་གཏོགས་ཀྱི་ཀླད་སྟོང་བ་དེ་ཚོས་བྱེད་ཀྱི་འདུག་ཟེར་ནས་ང་རང་ཚོ་ནམ་ཞར་བསྐྱོད་དུ་ཤེས་ཏེ་དེར་ད་ཁོང་ཚོ་ལོ་རྒྱུས་ནག་པོ་ཆགས་པ་རེད་སྤེན་པ་ཚེ་རིང། སྤེན་པ་ཚེ་རིང་ལོ་རྒྱུས་ནག་པོ་ཆགས་ཀྱི་ཡོད་རེད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལ་ཡང། འོས་ཀྱི་ཐོག་ནས་ཡང་རྐུ་མ་རྒྱག་ཡ། གཡོ་སྒྱུ་བཤད་བྱེད་དེ་འདྲའི་ཧུར་བརྩོན་པ་དེ་ཚོས་ལོ་རྒྱུས་ནང་གི་ད་ལོ་རྒྱུས་ནག་པོ་གི་ཟིན་ཐོ་དེ་འོ་དེ་ནས་བཞག་པ་རེད། ང་རང་ཚོ་བཙན་བྱོལ་བོད་གཞུང་བསད་དེ། དངོས་གནས་དྲ་གནས་ཀྱི་ད་ཧ་འདིར་བུད་མེད་དངོས་གནས་དྲ་གནས་ཀྱི་ཤི་གསོན་ཡོང་རྒྱུའི་རེ་བ་བཅོལ་ཙང་དེའི་སྒྲིག་འཛུགས་རྩ་ཆེན་པོ་དེ་ཡང་དར་ཆ་ནག་པོ་བཙུད་དྲག་གིས་བཙན་བྱོལ་གཞུང་ནག་པོ་བྱེད་སྲོལ་རེད། བྱེད་བ་རེད་བསམ་བློ་བཏང་ཚེ་ག་བ་ལ་ལེགས་འདུག་དཀོན་མཆོག་ངོ་ཚ་ཡར་བ་དཀོན་མཆོག་པེ་ངོ་ཚ་ཡར་ད་ད་ན་ཚོས་ལས་ཀ་བྱེད་སྟངས་ཚོ་མཐོང་ཡོང་དུས་ཞལ་མེད་རྒྱག་གི་སྐྱུག་པ་རྒྱུག་ཡ་རང་རེད་ད་དཀོན་མཆོག་རེད་ཚོས་མེད་དུ་ད་ད་ནི་ངོ་ཚ་ཡ་ཁྱོད་ནི་མེད་ཏོ་ལྕགས་སྟོང་རྐྱང་རྐྱང་རེད་དུ་བ་ད་ད། དུས་ཚོད་རེ་ལྟ་དང་ལྕགས་སྡོང་སྐྱ་ཉག་རེ་བཟླ། དར་ནག་ཚགས་པའི་གན་མི་ངན་དུས་ཚོད་རེ། ཀླད་སྟོང་བ་དུས་ཚོད་རེ་ལྟ་དང་ཀུན་སྤྱོད་གསུམ། ནང་ལ་རྩམ་པ་མེད་བ་གི་གུང་རྩམ་རེ་ཡོད་ཡོད་ཟེར་གྱི་བ་འོ་དེ་འདྲས་རེད། འོ་དེ་འདྲས་ཡིན་པ་ཡིན་ཙང་འོ་གནས་སྟངས་དེའི་ཐོག་ལ་དངོས་གནས་དེ་འདྲ་ཐབས་སྐྱོ་བོ་ཞེ་དྲག་རེད་བཞག་སོང་ཞུ་ཡ་དེ་འདྲས་ཡིན། ད་དེ་ངས་པར་ཁུར་བྱས་ཡོད་དེར་འགྲེལ་བཤད་རྒྱབ་སྟངས་རྒྱག་དགོས་དགོས་ཡོད་ས་མ་རེད་འདུག་ད་ལམ་མི་དེ་ཚོའི་མིང་འདི་ཆེ་བ་ཆ་ཚང་འདུག་བ་དེ། དར་ནག་གི་དར་ཀླད་སྟོང་ཧོར་རྩམ་པ་དུས་ཚོད་རེ་ཨ་མདོར་ཀླད་སྟོང་བ་དུས་ཆགས་དེ་གི་ཡོད་ད་ད་ནི་ཚེས་དང། བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་ཆོས་ཀའི་ནད་ཡམས་འཚོ་ཡིན་ཉེ་མི་ངན་འདི་ཚོས་ཁྲེལ་རེད་ད། ཇོ་རོང་པོ་རེད་ད། མི་ཚོས་མདོག་ག་ཇི་ལྟ་ད། དེ་འདྲས་རེད་ད། ངོ་ཚ་ཡ་ཁྱོད་ནི་ཡག་མོ་དེ་ཚོས་ཁྲེལ་དེ་ཀུན་སྦྱོར་རེད་ད། དེ་ཚོས་ཧམ་པ་རེད་ཟེར་ཅི་བཤད་ཅི་བདེན་པ་གཡག་ཚོ་ཐོབ་ཡག་གི་རེ་བ་བྱེད་ཀྱི་ཡོད་རེད་བ། བདེན་པ་ག་འདྲས་ཐུབ་ཁུར་དེ་ཚོས་ཁྲེལ་ད་ད་ནི་མདོག་ཇི་ལྟ་ད་ཁོང་ཚོ། དཔེ་ཆ་ཤ་བོ་ན།

བཤད་རྒྱུ་གཏམ་རྒྱུད་ཡོད་པ་ཡིན་ན། གལ་ཏེ་བྱི་བ་གྲྭ་ཚང་གི་ནང་ལོགས་ལ་ཡ། གལ་ཏེ་སྒྲོལ་དཀར་ལྷ་མོ་གི་སྤྱི་རྒྱུ། སྒེར་རྒྱུད་བཤད་ཆེད། རྒྱ་གར་སྒོར་མོ་འབུམ་མང་པོ་ཅིག། གནས་སྟངས་ཐབས་སྐྱོ་བོ་ཞུགས་ཅིག་སྒེར་གསོད་བྱས་པའི་གནས་སྟངས་དེ་ཆགས་སོང་ཨ། བཤད་རྒྱུ་གཏམ་རྒྱུད་ཡོད་ན་དེ་ཚོ་བཤད་དང་སོ་སོ་ཕ་ཡུལ་གཅིག་པ་ཡིན་ན། ད་ག་ན་བཞིན་སྨན་སྐོར་རྡོ་རྗེ་སེམས་ཉིད་འདི་ལྟ་ད་ནི། ཁ་ཟས་སྙིགས་མ་སྐད་ཆ་ག་འདྲས་བཤད་གི་འདུག།

སྐྱག་པས་རྐུབ་བཀྱག་བྱས་ནས། སྐྱག་པས་རྐུབ་བཀྱག་པར་གདའ། ད་ལྟ་འདི་སྤེན་པ་ཚེ་རིང་ཡག་ཡོང་ཡག་དེ་ཐོས་ཚོགས་པ་མ་ཀུ་རིང་རེད་མ་མིན་ན་ཆུ་རའི་སྤང་སྒོང་རེད་ཟེར་བ་ནང་བཞིན་གྱི་གཏམ་དཔེ་བྱོས་རེད། སྤེན་པ་ཚེ་རིང་ཡག་སླེ་བ་དེ་དབུས་གཙང་ནང་གི་སླེ་སྟོང་བ་ཚོའི་གྲས་ཀྱི་ད་ཡག་སྐྱེས་པ་རེད་མ་གཏོགས་ཅི་ལ་ཡག། ཨ་མདོ་ནང་ལོགས་ཡས་ཆོས་སྐལ་གྱི་ཞེན་ཁོག་ཁྱེད་ཀྱིས་ཁྱོད་ཚོའི་གི་འོས་ཤོག་སློག་ནས་སྤེན་པ་ཚེ་སྐྱེས་ནས་སླེ་ཡག་ཁོ་ར་གི་གཞི་རྩ་ཡག་མ་རེད། འདི་ཙམ་བཏང་དགོས་ཡོད་རེད། འབྱུང་འགྱུར་མ་འོངས་པའི་ནང་ལོགས་ལས་དབུས་གཙང་ནང་གི་ཀླད་སྟོང་ཧོར་བཙོན་པ་དེ་ཚོའི་གྲས་དེ། ད་ནོར་འཁྲུལ་ཤོར་བ་དེ་ནོར་འཁྲུལ་དེར་ངོས་ལེན་ཟིན་བྱས། འབྱུང་འགྱུར་མ་འོངས་པའི་ནང་མི་ངན་འདི་འདྲས་ཀྱི་ལི་ཡ་སྐྱག་པ་ལ་བདག་པོ་རྒྱག་ཡ་དེ་ནོར་རེད་ཟེར་ཆེ་ནས་ཡང་གསལ་པོ་ཞུ་གི་ཡོད་ང་རང་དབུས་གཙང་ཡིན་པའི་ཆ་ནས་ཞུ་གི་ཡོད། འོ་དེ། དབུས་གཙང་ནང་ལོགས་ལ་ཀླད་སྟོང་ཧོར་བཙོན་པ་དེ་ཚོ་བསྐྱུར་ཆེད་ནས་ཁ་ཚིག་ཉི་མ་འདུག་པ་དང་ཁ་ཚིག་དབུས་གཙང་དབུས་གཙང་གི་དབུས་སྤྱི་ཁྱབ་རྒྱུན་ལས་ཡིན་ནི་ཟེར་འདུག་པ་དང།

དེའི་སྒང་ལ་རྟ་ལམ་བོང་གུས་ཀ་ཡི་མི་ངན་ཁ་ཤས་ཅིག་ཡོད་རེད་ཞེས་དང། ཟླ་བ་ཚེ་རིང་ཟླ་བ་ཕུན་གྱིས་སྒྲོལ་མ་ཚེ་རིང་སེང་གེ་རྣམ་རྟོག་གླང་གཉིས་ཚུལ་ཁྲིམས་རྟ་ད་ནི། དཀོན་མཆོག་གསུམ། ད་ལྟ་བྱུང་བ་གཏམ་རྒྱུད་དེ་ནི་རྟ་ཉོ་ཡི་གེར་བྲིས་སྣང་ལ་ད་གད་མོ་བང་ཚད་བརྗེ་བ་སྟེ་ཚེ་གཅིག་པ་གཅིག་རྒྱ་འདྲ། འུ་དག་ག་འདྲ་སྲིད་གདའ། ཨ། ཚོད་རེད། ཁ་སྙན་པོ་བཤད་ག་བྱེད་ཨ། ཁ་ལུས་ཉི་མ་ཁར་བོད་སྐྱེ་ལོ་ལབ་ན་འགྲིག་གི་ཡོད་ན་མེད་ན་ཟེར་ག་བྱེད། དེ་འདྲས་ཀྱི་གཡོ་སྒྱུ་དྲག་པོ་ཡོད་རེད་གཡོ་ཅན་བ་མོ་ཟེར་གྱི་འདུག་བ་བ་དུས་དེ་དུས་དེ་དབུས་གཙང་ནང་ལོགས་ལ་དེ་འདྲས་ཡོད་ད། དངོས་གནས་དོན་ནས་གཡོ་གཡོ་སྒྱུ་རྐྱང་ཅན་ཞིག་དེ་ཡིན་གི་རེད་མོ། འབྲས་བུ་དེ་འདྲས། ཏན་ཏན་ཁག་ཅིག་ད་ཡིག་གང་ལ་ལྟ་ལམ་བུ་ག་གཉིས་དུས་དེ་འདུག་བ།

འདི་འདྲས་འདྲ། ངོ་ཚ་ཡས་མི་ཁྱོད་ཀྱི་ལས་ཀ་དེ་འདྲས་བྱས་ད་ཡང་འདི་འདྲས་མི་དེ་འདྲས་ཐེབས་ཆག་འདི་འདྲས་ཀྱི་རབས་སུ་སྐྱོན་ཀུན་ཞིག་སྐྱེས་ཡོང་པར་ལྟ་འདི་ཚོ་ག་བ་ལས་ས་རེད་ད་ད། སྤེན་པ་ཚེ་རིང་སྲིད་གཉིས་ཀྱི་མི་ངན་དེ་ད་ད་ནི་ཁ་ཅིག་ལ་དཔྱད་གཉིས་ཤེས་ཆེ། ག་འདྲས་བཤད་ཀྱི་འདུག་ཁ་དང་རྣ་པར་ར་ལ་སྐྱག་རྫུན་ཀྱང་ཀྱང་བཤད་ཆེ་ངོ་ཚ་ཡས་ཁྱོད་ནི་མི་འདུག་ཨ་ད་སྤེན་པ་ཚེ་རིང་གིས་ག་འདྲས་སྐྱག་རྫུན་བཤད་ཀྱི་འདུག་མི་དེ་འདྲས་སྐྱག་རྫུན་བཤད་གཉིས་མི་ཅིག་ཡི་གེ་གང་ལ་ཡིན་རེད་རྐུབ་བཀྱག་གི་དེ་ནི་འདི་གི་རེད་དེ།

ཕ་སྐྱོན་དང་ནོར་འཁྲུལ་གྱིས་ཁྱོད་རང་ཚོ་འདི་དུ་ད་སུ་ག་ཞིག་ན་ཁོང་ཚོ་བལ་ནད་མ་རྒྱག་ཞུ་ཆིག་དོ། ངོ་ཚའི་ཁྱོད་ནི་མི་བོད་ཀྱི་ད་ལས་ཀ་འདི་རེད་ཆིག་ད་ཨ་ནི་ད་ད་འདི་ད་ང་རང་ཚོ་དར་ནག་ནང་ལོག་ཆག་ཞག་བས་ནི་ཧ་ལས་ཡག་གི་ད། ད་བཙན་བྱོལ་སྤྱི་ཚོགས་སྒྲིག་འཛུགས་འདི་དཔེ་ཀོ་རོ་ད། དེ་འདྲའི་ཐབས་སྐྱོ་བོ་སུས་རྒྱག་སོང་ཨ་དངོས་གནས། ད་ང་རང་དང་བཙན་བྱོལ་སྤྱི་ཚོགས་ཀྱི་དུག་ཚོད་འདིའི་ནང་ལ་དངོས་གནས་དྲ་གནས་འདི་ལྟ། གང་དྲན་འདྲ་བོ་ཅིག་སླེབས་སོ་ཨ། ཁ་རུ་རུ་ཁ་སྤུ་ཤིབ་ཤིབ་བསྲེགས་ཏེ། ཡོད་ན་ཡལ་ག་རུ་བ། ད་ཇི་ལྟར་རེ་བས། བསམ་དང་ད། དར་ནག་དེ་ཚོ་ཁྲེལ་ཁེ་མི་གཅིག་གཉིས་ཀྱིས་ནག་པོ་བཟོ་གི་ཡོད་པ་ནི་ཁོ་གནས་སྟངས་ཅིག་ལོག་ག་རེད། དེ་འདྲས་རེད་མི་འདུག་ག་དཔལ་དུ་ཆོས་ཁ་ཅིག་ཡོངས་སུ་རྫོགས་པ། ཆ་ཚང་ནག་པོ་བཟོ་གི་ཡིན་ཟེར་གི་འདུག་བ་ཁོང་ཚོས། ཨ་ནེ་ཆོལ་ཁ་གཉིས་དཔུང་བསྒྲིགས་པའི་ཚོགས་ར་བར་ཆད། དབུས་གཙང་ནང་ལོ་རྟ་ལམ་བོང་གུ་ཀ་གཉིས་ཁོ་རང་ཚོ་དང། མདོ་སྨད་འོད་ཀྱི་ཀླད་སྟོང་བ་ཁག་ཅིག་མཉམ་དུ་རུག་རུག་བྱས་རྗེས་ཁོང་ཚོ་རྦད་དེ་ཆོལ་ཁ་གཅིག་གཉིས་དེ་རྦད་དེ་ཁོ་རང། ཨ་ནེ། ཆུ་དང་ཉག་མོ་ཡིན་འདུག་བྱེད་ཀྱི་འདུག་བ་དེ་དེ་འདྲའི་རྩ་བ་ཉིད་ནས་མ་རེད་བ། ང་རང་བ་ཆ་ཤས་ནང་དབུས་གཙང་སྤྲོད་ནས་མ་བལྟ་བའི་མི་གཅིག་ཡིན།

ངོ་ཚ་ཡ་མེད་ཀྱོ། ཞབས་འདྲེན་པ་རྫུ་འཕྲུལ་ཚང་མ་ཡག་ལས་ཅིག་ཞི་བུ་ཅིག་བྱས་ཡོད་འདུག་ནོར་རོ་གཅིག་དོ། དེ་ནོར་རོ་བ་དེ་འདི་འདྲས་བྱས་ན་ང་ཚོ་ག་འདྲས་སུ་ཁུངས་འཁྱོལ་གི་རེད་བ་ད། དེ་ང་ཚོ་འདི་མི་ཚང་གཅིག་གཉིས་ཀྱི་སྐད་ཆ་བཤད་གི་ཡོད་མ་རེད་དེ། ང་རང་ཚོ་བོད་རྒྱལ་ཁབ་ཆེན་པོ་ཟེར་དེ་རྒྱལ་ཁབ་ཅིག་གིས་ཨ་ནི་ང་རང་ཚོ་སྐད་ཆ་བཤད་གི་ཡོད་རེད་བ། བོད་བོད་ཀྱི་ཆོས་དང་རིག་གཞུང་ཟེར་དེ་གནས་ན་མ་གནས་ཀྱི་ང་རང་ཚོ་དེའི་ཐོག་ལ་སྐད་ཆ་བཤད་གི་ཡོད་རེད་བ། ད་དེ་འདྲས་བཤད་དེ་མི་འདི་འདྲས་ཀྱི་ཐེབས་ཆག། ཀུན་སྤྱོད་གསུམ། ཆོས་སྐད་ཞེན་ཁོག་སྐམ་པོ་ཁེལ་ཉོན་གཉིས། རྟ་དང་ད་ནི་ཉི་མ་དེ་དེ་དང་དུང་མདོག་དེ་དེ་རྒྱུ་ཆོས་ཡང་ཟེར་ཡ་དེ་རྩ་ལ་ནི། བཀའ་བློན་ཁྱོད་ག་ལ་ག་ལ་ཡ། ཟླ་བ་ཁ་ཡི་ལྷག་ཡ་མ་གཏོགས་ལྷག་ཡའང་མ་རེད། རྐང་བཙུགས་ནས་དེ་རྙོག་གྲ་བསླང་ཡ་གི་དོན་དང་རྐང་བཙུགས་ནས།

ལོ་གསུམ་ལྷག་གི་ལས་ཀ་བྱས་ཐོབ་ཐོབ་ལ་ཟླ་བ་གཅིག་གཉིས་བྱེད་མ་ཐུབ་ག་རེ་རེད། ག་རེ་གལ་ཆེ་བོ་ཡོད་རེད། དཔེ་ཆ་ཡི་བདེ་སྐྱིད་ཆོས་ཡང་ཟེར་ནས་ནི་རབ་རྒྱས་རེད་འདུག་བ། ཀུན་སྤྱོད་གསུམ། གར་འདུག་ད་ལྟའི། མོ་ལ་ག་རེ་གལ་ཆེ་བོ་ཡོད་རེད་ཡ་ཟླ་བ་གཉིས་ལས་ཀ་བྱེད་མ་ཐུབ་ག་རེ་བྱས་བ་རེད། བབ་ལོམ་ག་རེ་བྱུང་བ་རེད། རྐང་བཙུགས་ནས།

བྱས་ན་ཡང། ཨ་ནི་གར་ཟ། འབྲོང་ཆུང་དངོས་གྲུབ་གར་ལབ་སོང། དེ་འདྲའི་སྣང་བ་འདི་བཀའ་དྲིན་ཆེན་པོ་རེད། ཧ་གོ་གི་ཡོད་རེད་པ། པོ་ལི་ཏིག་ག་ནས་ག་ནས་འཁྲབ་གི་ཡོད་མེད་དེ། ལས་སྟོང་བ་ཚོད་རེད། དངོས་གནས་དྲ་གནས་ཀྱི་མདོ་སྨད་བའི་ནང་ལོག་ལས་གཟས་ཀྱི་གཟིག་མདའ་དང་དངུལ་གྱི་གཟིག་མདའ། ཨ་ནི་དཔལ་ཏི་ཁོ་ར་འདྲའི་མོ་གཟིག་མདའ་འདྲ་བོ་ཞུ་སྤྲད་རྒྱུ་ཡོད་པ་ཡིན་ན་དུད་འགྲོ་དབང་ཆེན་ལགས་དེ་སྤྲད་དང་ཨ་ནི། ཨ་ནི་ད་ག་ནང་ཡི་གྷལ་ན་དྲ་ལ།

དྭགས་པོ་བསོད་ནམས་ནོར་བུ་ལགས་ཡས་མེད་དུ་དོན་ལྡན་གཟེངས་རྟགས་མེད་དུ་དོན་ལྡན་ག་འདྲས་རེད། བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལ་ལ་དབང་ཆ་གེར་སྲུང་བྱེད་ཆེད། དེ་འདྲས་ཀྱི་ཐབས་སྐྱོ་བའི་ལས་ཀ་བྱེད་ཆེད། བཙན་བྱོལ་སྤྱི་ཚོགས་དེ་རྦད་རྩབ་རེད་བཟོས་པ་རེད་ད་རྩབ་རེད་བཟོས་ཉིན་ག་མེད་ཅིག་ལ་ཡས་མེད་དུ་དོན་ལྡན་ག་འདྲས་ཡོང་གི་རེད། མེད་དུ་དོན་ལྡན་ཡོང་བ་ལ། མི་མང་གི་ཐོག་ནས་ཡ། ཨོ་མེད་དུ་ཡག་པོར་གདའ་བཙན་བྱོལ་སྤྱི་ཚོགས་སྒྲིག་འཛུགས་ནང་ལ་ལས་ཀ་མང་པོ་ཞུ་བའི་ལས་སུ་གདའ། དངོས་གནས་དྲ་གནས་ཀྱི་ཨ་ནི། མེད་ཚིག་ནང་ལོགས་ལ་ཡ། ལོ། དངོས་གནས། གསུམ་བཅུ་བཞི་བཅུ་ལས་ཀ་བྱེད་ཤེས་པ་དེ་མི་མང་གི་ཡིད་ཆེས་ཐོབ་པ། དེ་འདྲའི་ཡག་པོ་བྱས་སོང་ཟེར་ལབ་ཀྱི་མི་མང་གི་དོན་དེ་འདྲའི་ཅིག་ཡོད་པ་ནི་འགྲིག་ཡོད་དེ་ཡོད་མ་རེད། དར་ནག་ཁོ་རང་ཚོ་གི་མེ་ཚེ་དོན་ལྡན་ཡིན་ཟེར་ཉིན་འདྲ་བོ། དེ་ཡང་དེ་མ་རེད་ད། དབུས་གཙང་ནང་གི་ཀླད་སྟོང་བ་བྱམས་པ་ཆེན་པོས་དེ་ཁོང་ཚོ་མི་ཁ་སྐྱེལ་བྱེད་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ནི་རྩེ་གྲགས་ཡིན་ཟེར་ཡིན་འདྲ་བོ་དེ་འདྲའི་ག་འདྲ་རེད་དེ་འདྲའི།

ཐབས་ཆོས་གཅིག་གྱུར་གྱི་དེ་རྣམས་ལོ་ལ་གཞག། རྐང་པ་རྒྱུད་བཞི་རྒྱུག་དེ་ཉིད་དང། དག་གནས་བཞི་རྒྱལ་པོའི་ཐུན་ཚོགས་ཟིན་སྙིང་དང། དེ་འབྲེལ་རྣམས་ལོ་ལ་གཞག་རྒྱུག་དེ་ཉིད་དྲི་ཚུལ་ཕྲད་དེ་ལ་གཞག། དྲི་ཚུལ་ཕྲད་དེ་ཐེར་འདོན་བྱེད་བྱེད། དེ་ཚོ་ཨ་ནི་མགོ་གཅིག་ལ། སྤྱན་གཉིས། རྡོ་རུ་འདྲ་བའི་གི། མགོ་གཉིས་གཅིག་དང།

ཡིན་པ་ངོས་འཛིན་པའི་ཐོག་ནས། དབང་ཆ་སྒེར་སྲུང་བྱེད་མྱི་གི་མི་ངན་དེ་ཚོའི་གྲས་ཀྱི་ཞབས་ཅུས་ངན་པ་འདེ་ལ་བརྟེན་བྱས་ནས་ཡ། ཨ་ནི་མི་མང་གི་ཐོག་ནས་ཡ་བཙན་བྱོལ་གཞུང་གི་སྒྲིག་འཛུགས་མ་ལག་བྱེ་བ་ཉམས་ཐལ་བ་དེ་ཡ་སླར་གསོ་བའི་དོན་དག་ལ་ཡ། ཉམས་པ་སླར་གསོ་བྱེད་བྱེད། ད་ཐང་དུ་ཚོགས་པ་འདི་འདི་རེ་བཙུགས་ནས། མཛོ་མོ་ལས་རྒྱལ་ཁབ་ག་ས་ཁ་ལ་ཡ། ལས་འགུལ་སྤེལ་ཆེད་དངོས་གནས་དྲ་གནས་ཀྱི། དེ་འདྲའི་ཕྱག་ལས་གནང་འདི་གི་ཡོད་རེད་ད་གཟོད་བཀའ་དྲིན་ཆེ་ཞུ་བ་ཡིན།

ད་དུང་ཁོང་ཚོས་ཉམས་པ་སླར་གསོའི་ཚོགས་པ་དང་བོད་རྒྱ་ལུ་གུ་ཨ་ནེ་དྲ་ཚོམས་ཚུད་རེད་ཅེས་ལ་ཡ། ད་ཚོགས་པའི་ནང་གི་འཛིན་སྐྱོང་བྱེད་ཉིན་དང་སྟངས་འཛིན་བྱེད་ཉིན་འདྲ་བ་དུ་ཚོགས་པའི་ནང་ཚུད་ར་ནག་པོ་བཟོ་རྒྱུ་ཨ་ད་ད་ནག་དུ་དེ་རེད་བྱེད་ཀི་འདུག་བ། དང་པོ་ཁོ་རང་ད་ནག་ཁོ་རང་ཚོ་ཞིག་ལྟ་ད། མེད་ལ་ཨ་ནེ། ཆ་གསུམ་ཆ་བ་ལ་རང་ལ་འཛོམས་གསུམ་འཛོམས་པོ་དགོས་ཟེར་ཉིན་གཅིག་ཡོད་རེད། ཕ་ཆོས་ཀྱི་ཚོགས་པ་དེའི་ནང་ལོ་འདྲ་མ་འདྲ་ཅེ་བཅས་ཨ་ནེ་སྒྲོ་བཏགས་ཀྱིས་བཤད་བ་ལ་དང་པོ། ཉམས་པ་སླར་གསོའི་ཚོགས་པ་ལས་བཤད་བ་ལ། སྤྱི་སེམས་དཀྲུག་ས་ཁོ་རང་ཚོ་ནང་ལྟ་དང་ནི། བཏང་འཛིན་བྱེད་ཉེས་ཚེ་གཉིས་ཀྱི་ཨ་མདོ་མགོ་ལོག་པད་མ་ཚོམ་བུ་འདྲ་པོ་ཆགས་ཤིག་ན་སྐུ་མདུན་ལ་མངོན་སུམ་འཛེམ་མེད་ཀྱི་འཚེ་མེད་ཞུ་ཉེས་ཆགས་ཏེ་ཡོད་རེད། མི་དེ་འདྲ་གི་ཡོད་རེད། ག་བ་ལས་བརྩི་ཚུལ་ཁྲེལ་ལྟ་དང། ཨ་ནི་དབྱར་རྩྭ་དཀོན་པོ་ཟས་དེ་ལྟ་དང་ནི། མི་དེ་འདྲ་གི་ཡོད་རེད།

དར་ནག་ཨ་མདོ་ཀླད་སྟོང་བ། དཔོན་པོ་ཚེ་རིང་སྐྱག་རྐུབ་འདའ་གཉིས་ཀྱི་མི་རེ་ཟུང་གི་སྐད་བཤད་མི་འདའ། སུ་གང་ལ་སྐྲག་གི་མེད་སུ་གང་ལ་བྱེད་ཀྱི་མེད། བཤད་ཀྱི་ཡོད། ཨ་མདོའི་སྤྱི་ཚོགས་ནང་ལོགས་ལ་དངོས་གནས་དྲ་མི་རིགས་ཀྱི་ལ་རྒྱ་ཡོད་ཀྱོག། སེམས་ཤུགས་ཡོད་ཀྱོག་མི་མང་གིས་དངོས་གནས་དྲ་གནས་ཀྱི་ཨ་ནི་ག་རེ་ཐུབ་པ་རེད། རེ་བ་རྒྱབ་ས་ཅིག། ཡིད་ཆེས་ཞུ་སའི་ཀྱི་མི་ཅིག། ཀླད་ཡོན་པོ་ཡིན་ན་ཁོ་འགྲིག་གི་རེད་བ་དེ་ལ་ཡ་རྒྱབ་སྐྱོར་བྱེད་ཀྱི་རེད་བ། ད་དར་ནག་ནང་ལ་ལྟ་དེ་ནི་མ་ཐུག་ཅེས་ཟེར་ཉིན་དེ་ག་ཚོད་ཉི་མ་ཁོ་སྲིད་སྐྱོང་གི་འོས་མི་ལ་ལང་གི་ཡིན། འོས་ཤོག་བླུག་སྙིང་མེད་པ་ཁོ་རང་ཧ་གོ་ཅེས་ལམ་འདང་བ་དོན་རེད་གོ། འོས་ཤོག་སུས་བླུག་སྙིང་ཡོད་རེད། བསྟན་དགྲ་རྒྱ་དམར་གྱི། མའོ་ཙུ་ཏུང་ཚད་ཐིག་གི་གསུང་རྩོམ་སྤྱི་འཐུས་ཚུལ་ཁྲིམས་བློ་བདེ་གཉིས་མེད་དེ་འདྲས་ཀྱི་ལག་པ་ཁིལ་རྗེས་ད་འདོད་བརྩོན་སྤྱི་ཚོགས་ཀྱི་སྒྲིག་ཚོགས་ནང་དེ་རིགས་བཤིག་ཏོ། རྒྱ་མི་གུང་ཁྲན་གྱི་གསུང་རྩོམ་སྤྱི་འཐུས་བློ་དགའ་ཡག་ག་ཡོད་མ་རེད། བློ་དགའ་ཡག་ཡོད་པ་ཡིན་ན། བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོགས་ལ་ཡ། དངོས་གནས་དྲ་གནས་སོ་སོའི་མི་རིགས་ཀྱི། སོ་སོའི་ལོ་རྒྱུས་དེ་འདྲ་མང་པོ་ལོགས་ཡ་ཡོད་རེད། འོ་དེ་འདྲས་རེད་ད། ཀླད་སྟོང་བ་ཚོས་ལྟ་ད་ནི། ད་ད་ག་ནང་བཞིན་གྱི་བློ་བཟང་ཆོས་འབྱོར་སེར་སྙིང་གི་ཤ་གཅོད་ཁུག་རྟ་ཟེར། ལྟས་ངན་རྣམ་རྟོག་རླངས་འགྱུར་དམ་ཉམས་འདི། ཧཧཧ། ད་ཁོག་གི་འདི་ཆུ་མིག་གི་ཡང་སྲིད་ཡིན་ནི་ཅི་ཡིན་ཟེར་བླ་མ་རྫུན་མ་འདྲ་བོ། དགེ་འདུན་ཆོས་འཕེལ་གྱི་ཡང་སྲིད། དངོས་གནས། ཀྲོའུ་རྗེ་ཡིན་པ་ཡིན་ན་འགྲིག་གི་ཡོད་རེད་བ། ད་ཀོ། ཕལ་ཆེར་འདུག་བལྟས་པ་ཡིན་ན་དངོས་གནས། དགེ་འདུན་ཆོས་འཕེལ་གྱི་ལོ་རྒྱུས་ནང་ཆ་ཞེས་པ་ནི་ཉི་མ་བདེ་བ་གཞུང་གི་གསལ་བོ་རེད་ཟེར་ཅིག་ད་ལོ་རྒྱུས་དེ་འདྲའི་ནང་ཡོད་རེད་དགེ་འདུན་ཆོས་འཕེལ་ཨ་མདོ་དགེ་འདུན་ཆོས་འཕེལ། ད་ད་ལྟ་དེའི་ཤར་ཕྱོགས་ཁུག་རྟ་གེ་ད། ཨ་ནི། བདེ་བ་བྱུང་ལ་ཡང་དག། སྒྲ་ཐོ་འདོན་བྱེད་ཀྱི་དག་གུས་བཀྲ་ཤིས་གླིང་གསང་ཕུ་ཡུལ་ཟེར་བ་ཁ་ཟིག་ཉི་མ། བསྟན་དགྲ་རྒྱ་དམར། གདུག་རྩུབ་ཅན་གྱི། དེ་འདྲའི་གཞུང་གཅིག་གི་དར་ཆ་དམར་པོ། དེ་གིས་ཞེ་ནས་དར་རྒྱུགས་འདི་གི་དོ། བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོར་བསྟན་དགྲ་རྒྱ་དམར་གྱི་དར་ཆ་གིས་རྒྱུགས་དེ་ཉིད་ཨ་མདོ་ཀླད་སྟོང་དུ་ཟེར་རེད་ད།